མཛའ་ཞིང་བརྩེ་བའི་སེང་གེ་འབྲོག་པ་ན་བ་ཁྱེད་ཚོ་བདེ་མོ་ཡིན་ན་ང་སང་ཉིན་བམ་སྐབས་སང་རྒྱ་མཚོ་ཡིན། དེ་རིང་ཡང་ཨ་ཕོ་ལུག་རྫིའི་འཕྲིན་ཐག་རྒྱ་ལའི་རྣམ་པ་སོ་སྙན་ལི་མ། འགའི་ཁྱི་སྒྲིབ་ལག་ཁྱེར་སྒྱུར་ནོ་གི། མཛངས་བླུན་ཞེས་བྱ་བའི་མདོ་ལས་ལེ་བག་བཞི་བ། ལུས་བཙོང་སྟེ་ཁྱོ་པ་ཞེས་པའི་ལེ་བ་འདི་སྒྲོག་འདོན་མཛད་རྒྱུ་ཡིན།

འདི་སྐད་བདག་གིས་ཐོས་པ་དེ་གཅིག་ན། བཅོམ་ལྡན་འདས་མཉན་ཡོད་ན་རྒྱལ་བུ་རྒྱལ་བྱེད་ཀྱི་ཚལ་མགོན་མེད་གསེར་རྒྱན་གྱི་ཀུན་དགའ་ར་བ་ན་བཞུགས་སོ། དེའི་ཚེ་ན་ཡུལ་དེ་ན་ཁྱིམ་བདག་ཅིག་ལ་ཁྱི་འི་ཞིག་བཙས་ནས། ཁྱི་འི་དེ་དབྱིབས་ལེགས་ཤིང་རྟ་ན་སྡུག་ལ་བཟང་བ་ཞིག་ཡིན་ཏེ། རྩེ་ནས་རང་ངོ་མ་ལོན་པར་སྨྲ་ཡང་ཤེས་སོ། ཁྱི་ཨུ་དེས་ཕ་མ་ལ་བཅོམ་ལྡན་འདས་ད་ལྟ་བཞུགས་སམ་ཞེས་དྲིས་པ་དང། ད་ལྟ་བཞུགས་སོ་ཞེས་སྨྲས་སོ། འོ་ན་བཙུན་པ་ཤཱ་རིའི་བུ་དང་ཀུན་དགའ་བོ་ལ་སོགས་པ་བཞུགས་སམ་ཞེས་དྲིས་པ་དང། དེ་ཡང་བཞུགས་སོ་ཞེས་སྨྲས་སོ། ཁྱི་ཨུ་དེའི་ཕ་མས་བུ་བཙས་མ་ཐག་པ་ཞིག་སྨྲས་པ་ལ། འདི་ནི་མི་མ་ཡིན་ནོ་སྙམ། ངོ་མཚར་ཡ་མཚན་དུ་གྱུར་ནས་བཅོམ་ལྡན་འདས་ལ་ཞུས་སོ། བཅོམ་ལྡན་འདས་ཀྱིས་ཀྱང། ཁྱེད་ཀྱི་བུ་ནི་མཚན་དང་ལྡན་ཏེ། ཐེ་ཚོམ་མ་བྱེད་ཅིག་ཅེས་བཀའ་སྩལ་བ་དང། ཁྱེའུ་དེའི་ཕ་མ་རབ་ཏུ་དགའ་མགུ་རངས་ཏེ། ཕྱིར་ཁྱིམ་དུ་ཡོངས་སོ། དེ་ནས་ཁྱེའུ་དེས་ཕ་མ་ལ་སངས་རྒྱས་དང་དགེ་སློང་གི་དགེ་འདུན་རྣམས་སྤྱན་དྲངས་ཤིག་ཅེས་གསོལ་བ་དང། དེའི་ཕ་མས་སངས་རྒྱས་དང་དགེ་འདུན་རྣམས་སྤྱན་དྲངས་ན། ཡོ་བྱད་སྦྱར་དགོས་ཏེ། འཕྲལ་དུ་འབྱོར་བ་མ་ཡིན་ནོ་ཞེས་བསྒོའོ། དབུས་སྨེ་བ། ཁང་བའི་ནང་ལ་ཕྱག་དར་དང། ཆག་ཆག་བྱས་ཏེ། གདན་མཐོན་པོ་གསུམ་ཞིག་ཀྱང་བསྒྲིགས་ཏེ་ཐུང་ཞིག་དང། ཞལ་ཟས་རོ་བརྒྱ་དང་ལྡན་པར་རང་ཡོང་ངོ། བདག་གི་ཚེ་སྔ་མའི་མ་ཡང་ད་ལྟ་ཡུལ་དབའ་ར་ན་སི་ན་ཆོས་ཀྱི་དེ་ཡང་དབུས་ཤིག་ཅེས་སྨྲས་སོ། དེའི་ཕ་མས་དབུས་སྨེ་བ་བཞིན་དུ། མི་ཞིག་གླང་བོ་ཆེ་ལ་སྐྱོན་ཏེ་དེའི་མ་ཡང་བས་ནས་ཡོངས་སོ། གདན་མཐོན་པོ་གསུམ་བཤམས་པ་འདི་ལ། གཅིག་ལ་ནི་སངས་རྒྱས་བཞུགས་སུ་གསོལ་ཅིག། གཅིག་ལ་ནི་ཚེ་སྔ་མའི་མ་བཞུགས་ཤིག། གཅིག་ལ་ནི་ད་ལྟར་ལུས་སྐྱེད་པའི་མ་བཞུགས་ཤིག། དེ་ནས་སངས་རྒྱས་ཀྱང་དགེ་འདུན་གྱི་འཁོར་དང་བཅས་ཏེ་གཤེགས་ནས་གདན་བཏིང་བ་ལ་རིམ་པ་བཞིན་དུ་བཞུགས་ནས། ཞལ་བཞེས་བཟང་བས་ཀྱང་ཐམས་ཅད་ཕྱེད་ཅིང་ཕྱོགས་པར་གྱུར་ཏེ། དེ་ལ་བཅོམ་ལྡན་འདས་ཀྱིས་ཆོས་བསྟན་ནས། ཁྱི་དེའི་ཕ་དང་མ་གཉིས་དང། ཁྱིམ་གང་གི་མི་ཆེན་པོ་དང་ཆུང་ངུ་ཐམས་ཅད་ཀྱིས་ཁྱི་དེ་ནི་རབ་ཏུ་དགའ་སྟེ། ཀུན་གྱིས་འབྲས་བུ་དང་བོ་འཐོབ་པར་གྱུར་ཏེ། ཁྱི་དེ་ཡང་ཕྱི་ཕྱིར་ཁྱི་སྐྱེས་ནས་རབ་ཏུ་བྱུང་སྟེ་བརྩོན་འགྲུས་བརྩམས་པས་དགྲ་བཅོམ་པ་ཐོབ་པར་གྱུར་ཏོ། བཅོམ་ལྡན་འདས་ལ་གིང་ག་བས་གསོལ་བ། དགེ་སློང་འདི་སྔོན་ལེགས་པ་ཅི་ཞིག་བགྱིས་ན། ཁྱི་ཞིང་མཐོ་བའི་རིས་སུ་སྐྱེས་ཏེ། ཆུང་ངུ་ནས་དམའ་བར་འཚལ་ལ། རབ་ཏུ་བྱུང་ནས་ཀྱང་མངོན་པར་ཤེས་པ་མྱུར་དུ་ཐོབ་པར་འགྱུར། བཅོམ་ལྡན་འདས་ཀྱིས་ཀུན་དགའ་བོ་ལ་བཀའ་སྩལ་པ། མི་འདི་ཚེ་སྔ་མ་ལ། ཡུལ་བྷ་ར་ན་སིའི་ཁྱིམ་བདག་གི་བུ་ལས། ཁྱིམ་བདག་དེས་ཚེ་འཕོས་ནས། སོ་ཚིས་བྱུགས་ཏེ་དབུལ་འཕང་བར་གྱུར་ཏེ། སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་ན་བཞུགས་པ་དང་འཕྲད་ཅིང་མཆོད་པ་བྱ་བའི་ལོངས་སྤྱོད་མེད་པས་དེས་མི་དགའ་ནས་ཨ་རིག་ཆེ་ཞིང་མཐོ་བ་བསྐྱབས་ཏེ། ཨ་ལ་ས་བོར་ཁས་བླངས་ནས་ལོ་གཅིག་ལོན་པ་དང། ཟས་ཤིང་སྟོང་ཙམ་རྙེད་དོ། དེ་ལ་ཨ་རིག་ཆེ་ཞིང་མཐོ་བ་ཞིག་གིས། ཁྱོད་ཆུང་མ་མི་ལེན་ནམ་ཞེས་དྲིས་བ་ན་མི་འདོད་དོ་ཞེས་སྨྲས་སོ། དེ་ཡང་དྲིས་བ། གསེར་འདིས་ཅི་ཞིག་བྱ་ཞེས་དྲིས་པས། སངས་རྒྱས་དང་ཕོག་གི་དགེ་འདུན་ལ་བསོད་སྙོམས་ཤིག་གསོ་བར་དགོས་སོ་ཞེས་སྨྲས་སོ། ཨ་རིག་ཆེ་ཞིང་མཐོ་བ་དེ་སྨྲས་པ། ཁྱོད་སངས་རྒྱས་དང་ཕོག་པའི་དགེ་འདུན་སྤྱན་འདྲེན་འདོད་ན། ཁོ་ཡིས་གསེར་སྦྱར་ཏེ། ཞལ་བཟས་ལ་སོགས་པས་དབྱེ་ཅིང། གཤམ་གྱི་ཁོ་བོའི་ཁྱིམ་དུ་སྤྱན་དྲོངས་ཤིག་ཅེས་སྨྲས་པ་དང། དབུལ་བོ་དེས་ཀྱང་དེ་བཞིན་དུ་བགྱིའོ་ཞེས་སྨྲས་ནས་ཞལ་བཟས་བཤམས་ཏེ། སངས་རྒྱས་དང་དགེ་འདུན་སྤྱན་དྲངས་སོ། དེའི་རྒྱུ་དེའི་རྐྱེན་གྱིས། ཚེ་འདིའི་བཤེས་ནས་ཀྱང། ཁྱིམ་བདག་དེའི་ཁྱིམ་དུ་སྐྱེས་ཏེ། ད་ཡང་སངས་རྒྱས་སྤྱན་དྲངས་ནས། ཆེས་མཐའི་མ་ཐག་ཏུ་བྱང་ཆུབ་ཐོབ་པར་གྱུར་ཏོ། བཅོམ་ལྡན་འདས་ཀྱིས་ཀུན་དགའ་བོ་ལ་བཀའ་སྩལ་པ། སྔོན་གྱི་དབུལ་བོ་དེ་ནི། ཁྱིམ་བདག་གི་ཁྱི་དགེ་སློང་འདི་ཡིན་ནོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་གསུང་བ་ལ། འཁོར་མང་བོ་ཐམས་ཅད་ཡིད་རངས་ཏེ་མངོན་པར་དགའོ། ལུས་བཙོངས་ཏེ་ཆོས་པ་ཤི་བའི་ལུས་དེ་ཞི་བའོ།

འདི་སྐད་བདག་གིས་ཐོས་པ་དུས་གཅིག་ན། བཅོམ་ལྡན་འདས་མཉན་ཡོད་ན། རྒྱལ་བུ་རྒྱལ་བྱེད་ཀྱི་ཚུལ། མགོན་མེད་གསེར་རྒྱན་གྱི་ཀུན་དགའ་ར་བ་ན་བཞུགས་སོ། དེའི་ཚེ་ཡུལ་དེ་ཉིད་ན། ཚོང་བ་ལྔ་བརྒྱ་ཙམ་ཞིག་རྒྱ་མཚོར་རིན་པོ་ཆེ་ལེན་དུ་འགྲོ་བ་དག་འདི་ལྟར་འདྲེས་སོ། བདག་ཅག་གིས་མིའི་ནང་ན་མཁས་ཤིང་ཤེས་པ་ཞིག་དེ་དཔོན་དུ་དྲིའོ་ཞེས་དྲིས་ནས། དགེ་བསྙེན་ཁྲིམས་སྔ་བ་ཞིག་ཁྲིད་དེ་རྒྱ་མཚོར་ཞུགས་སོ། རྒྱ་མཚོའི་དབུས་སུ་ཕྱིན་པ་དང། རྒྱ་མཚོའི་ལྷ་དེ་སྲིན་པོ་ཞིག་ཏུ་སྤྲུལ་ནས། ལུས་གཟུགས་ཤིན་ཏུ་མི་སྡུག་ལ། སྔོ་ཞིང་རྣག་ལ། མཆེ་བ་ཅན་དུ་བྱུང་བ། མགོ་ལ་མེ་འབར་བ་ཞིག། དྲུང་དུ་ཡོང་ནས། རི་འདི་ང་ལ་བྱིན་ཅིག། ཅེས་སྨྲས་སོ། ཚོང་བ་ལ་འདི་སྐད་ཅེས་འདྲི་བོ། འཇིག་རྟེན་ན་གང་དག་འཇིགས་སུ་རུང་བ་ལྔ་བའི་ལྷག་པ་ཡོད་དམ། དགེ་བསྙེན་བྱེད་མོས་པ། ཁྱོ་བོའི་ཤིན་ཏུ་ལྷག་པར་འཇིགས་པ་ཡང་ཡོད་དོ། རྒྱ་མཚོའི་ལྷའི་མོས་པ། དེ་ལྟ་བུ་སུ་ཞིག། དགེ་བསྙེན་བྱེད་མོས་པ། འཇིག་རྟེན་ན། གླེན་པ་གཏི་མུག་ཅན། མི་དགེ་བའི་ལས་རྣམས་དབུགས་མེད་པར་བྱེད་པ་སྲོག་གཅོད་པ་དང། མ་ཞེན་པར་ལེན་པ་དང། འདོད་པའི་ལོག་པར་གཡེམ་པ་དང། རྫུན་དུ་སྨྲ་བ་དང། ཚིག་སྐྱེལ་བ་སྨྲ་བ་དང། ཕྲ་མ་དང། ཤེས་སྐྱོབ་པའི་ཚིག་སྨྲ་བ་དང། འདོད་ཆགས་དང། ཞེ་སྡང་ཆེ་བ་དང། རྔམ་པར་ལྟ་བ་དག། ཚེ་འཕོས་ནས། སེམས་ཅན་དམྱལ་བར་སྐྱེས་ཏེ། སྡུག་བསྔལ་རྣམ་པ་སྣ་ཚོགས་མྱོང་བ་རྣམས། སེམས་ཅན་དམྱལ་བའི་ཕྱུང་མའི་ཁྲི་ནས། ལ་ལ་ནི་མཚོན་གྱིས་མཉེས་ཤིང་གཏུབས། ལ་ལ་ནི་ཤིང་རྟའི་ཕན་ཚུན་དུ་དྲིལ་ནས། ཁམ་ཚིག་ཁམ་ཚིག་ཙམ་དུ་འཁྱིལ། ལ་ལ་ནི་སྟེང་གི་གདུང། ལ་ལ་ནི་རང་ཐག་གི་ཐག། ལ་ལ་ནི་རལ་གྲིའི་རི་ལ་འཛེགས། ལ་ལ་ནི་མིའི་ཤིང་རྟ་དང། གསང་ཁོལ་མ་དང། ཁྱབ་རོམ་དང། ངན་གཅིག་ཅེས་ནང་དུ་བསྐུལ་བ་ལ་སོགས་ཏེ། སྡུག་བསྔལ་ཤིན་ཏུ་མི་བཟང་བ། རྣམ་པ་སྣ་ཚོགས་དེ་ལྟ་བུ་དུ། ལོ་བརྒྱ་སྟོང་གི་བར་དུ་མྱོང་བ་དེ་ནི། ཁྱོ་བོས་ཤིན་ཏུ་ཡང་ལྷག་པར་འཇིགས་སུ་རུང་ངོ་ཞེས་སྨྲས་པ་དང། རྒྱ་མཚོའི་ལྷའི་ཐད་ནས་དེ་མ་ཐག་ཏུ་མར་སྣང་བར་གྱུར་ཏོ། ཡང་རྒྱ་མཚོའི་ནང་དུ་སོང་སོང་བ་ལས། རྒྱ་མཚོའི་ལྷ་དེ་མེའི་ནང་ན་ཤིན་ཏུ་རིད་ཅིང་ཉམ་ཐག་པ། རྩྭ་དང་རུས་པ་ཙམ་འདྲེས་པ་ཞིག་ཏུ་བྲིད་ནས་དྲི་འདི་ང་ལ་བྱིན་ཅིག། ཅེས་སྨྲས་ཏེ། ཚངས་མ་དག་ལ་འདི་སྐད་ཅེས་འདྲིའོ། འཇིག་རྟེན་ན་རེད་ཀྱང་ཉམ་ཐག་པ་ལྔ་བའི་ལྷག་པ་ཡོད་དམ། དགེ་བསྙེན་གྱི་སྨྲས་པ། ཁྱོད་བས་ཤིན་ཏུ་ལྷག་པར་ཉམ་ཐག་ཅིང་རིད་པ་ཡོད་དོ། རྒྱ་མཚོའི་ལྷས་སྨྲས་པ། དེ་ལྟ་བུ་སུ་ཞིག། དགེ་བསྙེན་གྱི་སྨེ་བ། གང། གླེན་པ་གཏི་མུག་ཅན། རང་བཞིན་གྱིས་འཇིགས་ཤིང་སེར་སྣ་བྱེད་པ། འདོད་པའི་ཕྲག་དོག་བྱེད་པ། སྦྱིན་པ་མི་ཤེས་པ་དག་ཚེ་འཕོས་ནས། ཡི་དྭགས་སུ་སྐྱེས་ཏེ། ལུས་ནི་རི་ཆེན་པོ་ཙམ་ལ་འགྲིམ་པ་ནི་ཁབ་ཙམ་དུ་འགྱུར་ཏེ། སྐྲ་བཟང་བ་ནག་ཅིང་རུབ་པ། ལོ་བརྒྱ་སྟོང་གི་བར་དུ། ཕྱི་ཡི་མིང་ཡང་མི་ཐོས་པ་དེ་ནི། ཁྱོད་ཡིས་ཤིན་ཏུ་བརླག་པར་རིག་ཏོ། ཞེས་སྨྲས་མ་ཐག་ཏུ་མི་སྣང་བར་གྱུར་ཏོ། དེ་ནས་ཡང་སོང་སོང་བ་ལས། རྒྱ་མཚོ་ལྷ་དེས་མིའི་ནང་ན། གཟུགས་བྱད་བཟང་བོ་ཞིག་ཏུ་སྤྲུལ་ནས། དྲི་འདི་ང་ལ་བྱིན་ཅིག་ཅེས་སྨྲས་ཏེ། ཚོང་བདག་ལ་འདི་སྐད་ཅེས་འབྲོའོ། འཇིག་རྟེན་ན་མིའི་ནང་ན་ང་ཙམ་དག་གཟུགས་ཤུལ་བཟང་ལ་མཛེས་བ་ཡོད་དམ། དགེ་བསྙེན་གྱི་སྨྲས་པ། ཁྱོ་བོའི་རྒྱ་འགྱུར་སྟོང་འགྱུར་གྱིས་ལྷག་པར་བཟང་བ་ཡོད་དོ། རྒྱ་མཚོའི་ལྷས་སྨྲས་པ། བདག་བས་ལྷག་པར་བཟང་བ་དེ་སུ་ཞིག། དགེ་བསྙེན་གྱིས་སྨྲས་པ། འཇིག་རྟེན་ན་མཁས་བ་ཀླུ་བློ་དང་ལྡན་པ། དགེ་བ་ཕུན་སུམ་ཚོགས་པར་སྤྱོད་པ། ལུས་དང་ངག་དང་ཡིད་ཀྱི་ལས་ཡོངས་སུ་དག་པ། དཀོན་མཆོག་གསུམ་ལ་ཤིན་ཏུ་དང་བ། ཅི་འབྱོར་བ་དེས་མཆོད་པ་བྱེད་པའི་བློ་ཅན། དེ་ནི་ཚེ་འཕེལ་ནས་མཐོ་རིས་ཀྱི་སླར་སྐྱེས་ཏེ། སྔ་ཕྱིར་ལེགས་པ། སྡིག་པ་ཤིན་ཏུ་མཛེས་པ་ནི། ཁྱོ་བོའི་རྒྱ་འགྱུར་སྟོང་འགྱུར་གྱིས་ལྷག་སྟེ། ཁྱོ་དང་དེ་གཉིས་བསྒྲིལ་ན། སྤྲིའི་ཤར་མ་བཀྲ་ཤིས་མར་བསྒྲིམས་པ་དང་འདྲའོ། དེ་ནས་རྒྱ་མཚོའི་ལྷས། ཁྱི་སྙིམ་པ་གང་བཅིས་ནས། དགེ་བསྙེན་དེ་ལ། བསྙེན་པ་གང་གི་ཁྱིམ་མང་ངམ། རྒྱ་མཚོའི་ཁྱིམ་མང་ཞེས་དྲི་བ་དང། དགེ་བསྙེན་གྱིས་བསྙེན་པ་གང་གི་ཁྱིམ་མང་གི་རྒྱ་མཚོའི་ཁྱིམ་མང་བ་མ་ཡིན་ནོ་ཞེས་སྨྲས་སོ། རྒྱ་མཚོའི་ལྷས་སྨྲས་པ། ཁྱོད་འདི་སྐད་དུ་སྨྲས་པའི་ཚིག་དེ་བདེན་པ་ཡིན་ནམ། དགེ་བསྙེན་གྱིས་སྨྲས་པ། ཚིག་འདི་ནི་བདེན་པ་ཡིན་ཏེ་རྫུན་པ་མ་ཡིན་ནོ། བདེན་པར་ཅིས་སྔོན་སྨོས་པ། རྒྱ་མཚོའི་ཁྱི་ཡང་མིང་མེད་ཀྱི། གདོན་མི་ཟ་བར་སྐམ་པའི་དུས་ཡོད་དོ། བསྐལ་བ་མིའི་མཇུག་ཏུ་ཉེ་བར་ཉི་མ་དབྱིངས་འཆར་ཏེ། ཁྱི་མིག་དང་སྟངས་ཀ་ཀུན་སྐམས་སོ། ཉི་མ་གསུམ་ཤར་བ་ན། ཁྱི་སྤྲིན་ཐམས་ཅད་སྐམས་སོ། ཉི་མ་བཞི་ཤར་བ་ན་ཁྱི་བོ་ཐམས་ཅད་སྐམས་སོ། ཉི་མ་ལྔ་ཤར་བ་ན་རྒྱ་མཚོ་ཆེན་པོ་ཡང་སྔ་མ་ལས་གྲལ་བྲིའོ། ཉི་མ་དྲུག་ཤར་བ་ན་སྲུབས་ཉིད་བྲིའོ། ཉི་མ་བདུན་ཤར་བ་ན་རྒྱ་མཚོ་ཡང་སྐམས་ཏེ། རི་རབ་ལྷུན་པོ་ཡང་ཉིལ། རྡོ་རྗེ་ཐ་ལ་ཐུག་གི་བར་དུ་ཚིག་ཀྱང་འབར་བར་འགྱུར་རོ། གང་ཞིག་ཤིན་ཏུ་དད་པའི་སེམས་ཀྱིས་ཁྱི་སྙིམ་པ་གང་ཙམ་གྱིས་སངས་རྒྱས་ལ་མཆོད་དམ། དགེ་འདུན་ལ་ཕུལ་ལམ། ཕ་མ་ལ་ཕུལ་ལམ། དབུལ་ཕོངས་ལ་བྱིན་ནམ། གཅན་འཛིན་ལ་བྱིན་ན། བསོད་ནམས་འདི་ནི་སྐལ་བ་དུ་མར་ཡང་མི་འཛིན་ཏེ། དེ་བས་ན་རྒྱ་མཚོའི་ཆུ་ནི་ཉུང་གི་སྙིམ་པའི་ཆུ་ནི་མང་བར་རིག་པར་བྱའོ། དེ་ནས་རྒྱ་མཚོའི་ལྷ་རབ་ཏུ་དགའ་སྟེ་དགེ་བསྙེན་དེ་ལ་རིན་པོ་ཆེ་མང་དུ་ཕུལ་ནས། རིན་པོ་ཆེ་དམ་པ་དག་སངས་རྒྱས་དང་དགེ་འདུན་ལ་ཡང་བསྐུར་རོ། དགེ་བསྙེན་དང་ཚོང་བ་རྣམས་རིན་པོ་ཆེ་ཕྱོགས་པར་བཅིར་ནས་ཕྱིར་ཡང་བདེ་བར་ཡིད་དུ་ཕྱིན་ཏོ། དེའི་ཚེ། དགེ་བསྙེན་དེ་དང་ཚོང་བ་ལྔ་བརྒྱ་ཙམ། སངས་རྒྱས་གང་ན་བར་ཡོང་ནས། བཅོམ་ལྡན་འདས་ཀྱི་ཞབས་ལ་སྐྱེ་བའི་ཕྱག་འཚལ་ཏེ། སོ་སོ་ནས་རིན་པོ་ཆེ་ཐོགས་པ་དང་རྒྱ་མཚོའི་ལྷའི་བསྐུར་བ་ཡང་སངས་རྒྱས་དང་དགེ་འདུན་ལ་ཕུལ་ཏེ། དེ་དག་གིས་པུས་མོའི་ས་ལ་བཙུགས་ནས་ཐལ་མོ་སྦྱར་ཏེ། བཅོམ་ལྡན་འདས་ལ་འདི་སྐད་ཅེས་གསོལ་ཏོ། བདག་ཅག་ཀྱང་སྟོན་པའི་བསྟན་པ་ལ་རབ་ཏུ་འབྱུང་ངོ་ཞེས་སྨྲས་ནས། བཅོམ་ལྡན་འདས་ཀྱིས་དགེ་སློང་ལེགས་པར་འོངས་སོ་ཞེས་བཀའ་སྩལ་བ་དང། སྐྲ་དང་ཁ་སྤུའང་ཕྱི་སྟེ། ཆོས་གོས་གྱོན་པའི་དགེ་སློང་དུ་འགྱུར་ཏོ། དེ་ནས་བཅོམ་ལྡན་འདས་ཀྱིས་ཅི་རིགས་སུ། ཆོས་བསྟན་ཅིང་ཞེས་པས་འདོད་པ་ཀུན་བསལ་ཏེ་དགྲ་བཅོམ་པར་གྱུར་ཏོ། འཁོར་མང་བོ་དེ་དག་བཅོམ་ལྡན་འདས་ཀྱིས་གསུང་བ་ལ་ཡི་རང་ནས་མངོན་པར་དགའ་བོ། རྒྱ་མཚོའི་ལྷས་དྲིས་པའི་ལེའུ་སྟེ་ལྔ་བའོ།